མཐེབ་ནང་ན་གང་ཡོད་པ་དེ་ཆ་ཚང་གྱི་མ་ཞུས་ཟིན་པ་རེད་དེ་རྣམ་པ་ཚོས་སོ་སོའི་ད་ལྟའི་ན་མ་སེམས་ཡས་བྱུང་ཡོད་པའི་རེ་བ་ཡོད་ད་རྒྱ་གར་ནང་བཞིན་གྱི་ཟུར་ལ་ཡང་སོ་སོའི་ད་བྱུང་ན་ད་དེ་ཚོ་ཡི་གེ་དེ་ཚོ་མ་ཡིག་ཐོག་ལ་བྲིས་དེ་འདྲ་བྱས་པ་ཡིན་ན་སོ་སོ་དེ་ཚོས་ཁོམ་པ་ཡིན་ན་ཁེ་སང་གི Australian Value ཟེར་དེ་ཚོ་མ་བྲིས་འོང་དེ་ན་མ་གཅིག་ཀློག་པ་ལ་སོགས་པ་བྱས་ན་ད་ད། དེ་ཚོས་གིས་ད་མང་ང་ཕན་འགྲོ་བར་བ་ང་ཚོ་མང་ཆེ་བ་ད་ཅི་ད་མདོ་ཡག་ལས་ཚར་འདུག་ཚོད་མ་ལ་ཨ་ནི་དེས་ཁག་པོ་ཡོད་རེད་འགྲོ་བ་ལས་ཀ་བྱེད་དགོས་དགོས་དེ་ནང་གི་ལས་ཀ་ད་མང་པོ་ཡོད་དུས་དེ་ཡིན་ན་ཡང། འོང་དེ་འདྲ་ཡིན་ད་ངས་ཆ་ཤས་ག་འདྲ་བྱེད་ཀྱི་ཡོད་ཟེར་ན་ཐོག་མང་དེ་ལ་ཡང་ད་དྲི་བ་དེ་མ་ཐུག་ཚེ་ཅི་གཏང་དྲི་བ་དེའི་ཐོག་ན་ཅང་ད་ཅི་གཏང Australian Values ཟེར་དེ་དེ་གི་འབྲེལ་བའི་གི་ད། རྒྱུགས་སྤྲོད་ཉིན་མོ་དེ་བྲིས་པ་ག་རེ་ལེགས་རེད་ཟེར་ནས་ངོ་ཚོས་ཤེས་ཐུབ་མ་རེད Australian values དང་འབྲེལ་བའི་གི་རྒྱུགས་སྤྲོད་ཉིན་མོ་དེར་བ། ཡིན་ན་ཡང་ད་དེབ་ནང་གང་ཡོད་པ་དེ་ནི་དེའི་ངག་རྩལ་གྱིས་སྦྱང་ཐུབ་པ་ཡིན་པ་ཡིན་ན་ཡང་ད་དེའི་ནང་ན་གཅིག་རྩི་ཕན་ཐོག་ན་འགྲིག་གི་ཡོད་རེད། ངོ་ཚོས་དེ་ནི་སློབ་སྦྱོང་བྱེད་ཀྱི་བྱེད་ཀྱི་བྱེད་སྟངས་སྲིད་ཇུས་གསར་པ་འདྲ་དེ་འདྲ་རྙེད་སྲིད་ཀྱི་རེད་ད་རྒྱུགས་སྤྲོད་བཏང་ཡག་ཐོག་ལ་ར་བ། ག་འདྲས་དགའ་ས་རེད་རྒྱུགས་འཕྲོད་པ་ག་འདྲས་བྱེད་ཐུབ་ས་རེད་ཟས་སྦྱོར་བ་འོ་དེ་འདྲས་རེད་དེ་ནས་དེའི་མགོ་དེའི་རྗེས་ལ་ད་བྲིས་པ་དེ་སྦྱང་ཨེ་ངས་དེ་ནི་མ་ཐུགས་དེ་ཁྱེད་བཤད་ཀྱི་རོགས་པ་དེ་རྣམ་པ་ཚོ་སོ་སོ་སོའི་གི་དེའི་ཐོག་ལ་དོ་སྣང་བྲལ་ནས་ཨ་ན་སོ་སོའི་ཤུགས་རྒྱབ་པས་རེད་འོ་ཐུགས་ཁྱེད་ནི་ད་དེ་རིང་ལྟ་བུ་ཡིན་ན་ཐང་ཅིག་ཞུས་ཚར་བ་ཡིན་དེ་ཤོག་ལེ་གཉིས་བཏང་བཞག་ཡོད་དེའི་ནང་ནས་ད་སྤྱི་བཏང་ད། Australian values ཟེར་ན་ག་རེ་ག་རེ་རེད་ཟེར་ཐལ་དེ་ནི་མ་འགྲིག་གི་རེད། འོང་དུ་ཕྱིན་ན་དེ་ནི Australian values ཟེར་ཐལ་དེའི་ཐོག་ལ་ཡང་དེབ་ནང་གང་ཡོད་པ་དེ་མ་ཆ་ཚང་བྱེད་འདུག་ཟེར། འོང་དེ་ཞུ་ཡས་ཀྱི་དེ་རྩི་ཤི་བྱེད་དེ་ཡོད་ད་དེ་རིང་ཤོག་ལན་གཉིས་བྱས། མང་དྲགས་ན་ཡག་པོ་ཡོད་མ་རེད་དེ་ནི་མང་པོ་ཞུ་ཆགས་ང་རང་ཡིན་པ་ཡིན་ན་ཡང་དེ་ཡང་དུས་ཚོད་བལྟས་ཚེ་དྭངས་མ་དང་དེ་འདྲས་ཀྱི་དཀའ་ངལ་ཆེ་གྲས་ས་རེད་འོང་དེ་འདྲས་ཡིན་དེ་རྣམ་པ་ཚོ།

དེའི་རྩ་ཆེ་དང་པོ་རྩོམ་ཚིག་གཞན་དེ་འདི་ནི་འདྲ་སྟེ་དོན་གོ་གི་ཡོད་ས་རེད། ད Australian values ཟེར་དེ་འདི་རེད་ལ་ད values ཟེར་དུས་ཚོད་མ་ལ་ཡ། ད Australia གི་ད་རིན་ཐང་རེད་བ་ད་ང་ཚོ་ད་སྤྱི་ཚོགས་ཅིག་ཡིན་པའི་ཆ་ནས་ཐུག་ས་རེད་ཤག་ཐོག་མ་དེ་རེད་བ། བརྩི་འཇོག་བྱེད་ས་ཟེར་ན་རེད།

Prosperous and peaceful place to live འོ་འདི་རེད་ད། རོ་མང་ད་དེ་ཚིག་སྒྲུབ་དེ་ཟེར་བ་རོ་བ་ལ་དབྱིན་ཇིའི་སྐད་ལ Sentence ཟེར་རོ་བ། This is too long དངོས་གནས་བྱས་པ་ཡིན་པ་ཡིན་ན་དེ་ཚིག་སྒྲུབ་དེ་རྦད་དེ་རིང་ཐག་ཆོད་པ་རེད་ད་རོ་མང། དེ་འདྲའི་བར་དེ་གོ་བདེའོ་ཟོ་བ་རོ་བ།

Prosperous ཟེར་བསྡད་དེ་རེད Prosperous ཟེར་དུས་ཚང་པ་ལ་དེ་ནི་ཡར་རྒྱས་འགྲོ་བསྡད་ཡོད་སྐྱོར་བ་བདེ་འཇགས་ཡོད་པའི་གི་སྟེང་དུ་དེ་ནི་ཡར་རྒྱས་འགྲོ་ཡོད་ཡོད་སྐྱོར And peaceful place to live ཟེར་དུས་ཚང་པ་ལ Peaceful ཟེར་ན་ཞི་བདེ་ཡོད་བསྡད་ངེས་རེད་བ Place ཟེར་ན་ས་ཆ To live ཟེར་ན་ད་འཚོ་ཞིང་གནས་པ་དེ་འཚོ་ཞིང་གནས་པར་བྱེད་པ་ལ་དེ་ནི་དཔེར་ན་ས་ཆ་ལྟ་བུ་ཡིན་པ་ཡིན་ན་ཞི་བདེ། ཨན། དེ་ལ་བརྟེན་ནས་དེ་ནི་ཡར་རྒན་འགྲོ་ཡས་ཡོད་རྒྱུ། ཨ་ནི་ཨོ་སི་ཀྲེ་ལི་ཡའི་སྤྱི་ཚོགས་དེ་ནང་ལ་ཉེན་ཁ་མེད་པར་ཟེར་ཏེ་བསྒྱུར་བ། ད་དེ་འདྲའི་མུ་མཐུད་ནི Remaining ཟེར་ན་གནས་ཐུབ་པར་བྱེད་པ་ལ། དེ་ཡང་ཨ་ནི་ང་ཚོའི་མཐུན་སོང་ཐིག་ལ་བ། ཨ་ནི་ག་རེ་རེད་ཟེར་ན། དེ་ནི་ང་ཚོའི Value གི་རིན་ཐང་བརྩི་ས་དེ་ཨ་ནི་རྨང་གཞི་མ་བཟུང་ན་རེད་བ། ད་དེ་ནང་ལ་ཡང་ཨ་ནི་རང་དབང།

Define ཟེར་ན་ད་དེ་དེ་གི་ཨ་ནི་མཚན་ཉིད་བྱེད་ཀྱི་ཡོད་རེད། ད་དཔེར་ན་ང་ཚོ་བུམ་པ་ཡིན་པ་ཡིན་ན་བུམ་པའི་མཚན་ཉིད་དེ་དེ་ནི་གཅིག་ལས་གཅིག་ཏུ་བ་ལྟོ་འདིར་ཞབས་ཞུམ་གཅིག་ཅེས་བཤད་རྒྱུར་བ་ང་ཚོའི་གི་ཨ་ནི་དེ་རིན་ཐང་བརྩི་ས་དེ་གི་དེ་མཚན་ཉིད་མ་སོང་ན་བྱས། ཡང་ན་དེ་གི་ང་ཚོའི་ལུང་པ་ཡོད་རོགས་དཔེར་ན་ཨོ་སི་ཀྲོ་ལི་ཡ་གི་ལུང་པ་ག་འདྲ་རེད་ལབ་བ་ཡིན་པ་ཡིན་ན་ཨ་ཨོ་སི་ཀྲོ་ལི་ཡའི་ལུང་པ་དེ་རང་དབང་ཅན་གོས་ཞབས་ཡོད་ངེས་དྲང་བདེན་ཡོད་ངེས་གོ་སྐབས་ཡང་གཅིག་མཚུངས་ཡོད་ངེས་དེ་འདྲ་རེད་ཟེར་འབྱོར་བ་ད Australia མཚན་ཉིད་ཤག་ཡིན་པ་ཡིན་ན་ད Australia ཟེར་ན་ལུང་པ་ཅི་རེད་དེའི་ནང་ལ་སྤྱི་ཚོགས་དེ་ཚོའི་ནང་ལ་ནི་རང་དབང་ཡོད་ངེས་ཕན་ཚུན་གོས་ཞབས་ཡོད་ངེས་དྲང་བདེན་ཡོད་ངེས་གོ་སྐབས་གཅིག་མཚུངས་ཡོད་ངེས་ཟེར་དེ་ད་དེ་ཚོ་གི་ད Define ཟེར་དུ་ཚིམ་པ་ལ་ད་མཚན་ཉིད་མ་བཟུང་ན་ཆད་པ་དེ་ཆད་ཨ་ནི Shape Our Country ཟེར་དུ་ཚིམ་པ་ལ Shape ཟེར་དུ་ཚིམ་པ་ལ་བཟོ་བལྟ་བཀོད་པ་ཨ་ནི Our Country ཟེར་དུ་ཚིམ་པ་ང་ཚོའི་ལུང་པ། ང་ཚོའི་རིན་ཐང་རྩིས་ཟེར་ས་ཁའི་གོང་དུ་བཤད་པ་དེ་ཚོད་ཀྱིས་དེ་ནི་ང་ཚོའི་ལུང་པ་ག་རེ་ཡིན་མིན་དེ་དེ་འདྲའི་ཇི་ལྟ་ཞེན་གྱིས་བཤད་པ་ཡིན་པ་ཡིན་ན་མཚན་ཉིད་མ་བཟུང་ན་དེ་འདྲའི་སྒྲ་ཅི་བྱེད། ལུང་པའི་གི་བཟོ་ལྟ་མ་བཟུང་ན་ཨ་ནི་དེའི value དེ་གཟུགས་ཡོད་རེད། and དང། དེ་ཡིན་པ་དང།

ཨ་ནེ Perth གྱི་ས་གནས་དེ་གའི་སྤྱི་ཚོགས་ཇུས་འགོད་པ་ཨོང་དེ་གི་ནང་ལ་ཨ་ནེ་སོ་སོས་ཀྱི་གོང་དུ་བཤད་པའི་དེ་ནི Value དེ་ཚོ་དང་ལྡན་པའི་གི་ཐོག་ནས་ཨ་ནེ་རང་ཉིད་མི་ཚེ་ནང་ལ་དེ་བྱས་ཨན་སྤྱི་ཚོགས་ཀྱི་ནང་ལ་ཡང་ཨན་དེ་ཚོ་ལྡན་པའི་གི་སྒོ་ནས་དེ་ཚོ་ཡོད་པའི་གི་སྒོ་ནས་ཨ་ནེ་དག་དེ་བྱས་དེ་རེད།

ཨ་ནི་དེ་ལ་ཡང་ཨ་ནི expect to ཟེར་དུ་བརྩམས་པ་ལ་ད་རེ་བ་བྱས་ནས་རེ་བ། དེ་ཨོ་སི་ཀྲི་ལི་མི་ཡིན་པ་ཡིན་ན་ད་དེ་འདྲ་བྱེད་ཀྱི་རེད་ཟེར་སྦྱོར་བ་དང་ཨ་ཁོ་ཚོ་བརྩི་གི་རེད་དང་གཅིག་མཚུངས་ཡོད་རེད་ཐོབ་ཐང་གོ་སྐབས་གཅིག་པ་དེ་འདྲ་བརྩི་དེ་ངས་མི་དེ་འདྲ་རེད་ཟེར་སྦྱོར་བ་ད་དེ་འདྲས་ཀྱིས་དེ་རེ་བ་བྱེད་ཀྱི་ཡོད་རེད། expected to respect དེ་ནི་གོང་དུ་བཤད་པའི value དེ་ཚོ་རྣམས་གུས་བརྩི་བྱེད།

ཨ་ཕོལ་སི་ཏུ་འཛིན་པ་ལ་ད་དེ་ཚོ་གལ་ཆེ་མཐོང་ནས་ཨ་ནི་དེ་འཛིན་བཟུང་བྱས་པ་སི་ཐེ་དེ་རེད་གན་སོང་ཨ་ཨོང་ཐུའུ་སི་ཆན་དེ་ནས་ཐིག་གི་གསུམ་པ་དེ་རེད་ཚར་བ་བྱས་སོ་ད་གསུམ་ན་ནི་དེ་རེད་ད་རྡོག་རྡོག་གཅིག་རྡོག་རྡོག་གཉིས་རྡོག་རྡོག་གསུམ་བཟོས་འགོ་དུ་བ་ཐུའུ་སི་རེད་ད་དེ་ནས་བཞི་པ་དེ་རེད། བཞི་པ་དེ Australian laws apply to all people in Australia ཟེར་དེ་རེད།

རེད་བ། To all people in Australia དེ་ཨོ་སི་ཀྲེ་ལི་ཡ་ནང་ལ་ཡོད་པའི་གི་མི་ཚང་མ་ལ་ཟེར་གི་རེད་མི་དམངས་ཚང་མ་ལ་དེ་ཨོ་སི་ཀྲེ་ལི་ཡ་གི་ཁྲིམས་དེ་ཨེ་ན་གཅིག་མཚུངས་གི་ཐོག་ནས་ཚང་མ་ལ་བག་ཁྱབ་བསྡད་ཡོད་རེད་རེད་བ། གཅིག་མཚུངས་རེད་དབྱེ་འབྱེད་ཡོད་མ་རེད་ཚང་མ་ལ་གཅིག་པ་རེད་ཁྲིམས་དེ་རེད་བ། ཐུགས་རྗེ་ཆེ།

ཨོང་དེ་ཡི་ནང་དུ་ཚི་ཆེ་ཏོག་ཏོག་འདྲ་ཅི་ཇི་ད་དེ་གི་ག་རེ་བཤད་གི་ཡོད་རེད་ཟེར་ན། དེ་གི་ག་རེ་བཤད་ཚར་བ་རེད་ཟེར་ན་ཟེར་བ། Commitment to the Rule of Law ཟེར་དེ་རེད། Commitment ཟེར་དུས་བསམ་པ་ན་སོ་སོའི་གི་ཁས་ལེན་དམ་བཅའ་རང་བྱེད་དགོས་ཡས། ཁས་ལེན་དམ་བཅའ་བྱེད་དགོས་ཡས་དེ་ག་རེ་རེད་ཟེར་ན། To the Rule of Law ཟེར་དུ་བ། ད་ཁྲིམས་ཡིན་པ་ཡིན་ན་ཡང་ཁྲིམས་སྒྲིག་གཞི་ལ་ཨ་ནི་སོ་སོའི་གི་ཨ་ནི་འཛིན་བཟུང་བྱེད་གི་ཡིན། ཨོ་སི་ཀྲེ་ལི་ཡའི་ཁྲིམས་དང་སྒྲིག་གཞི་དེ། དེ་ནི་སོ་སོའི་ངོས་ནས་ཁྱེད་རང Australian Citizenship ཆགས་ཡ་ཡིན་པ་ཡིན་ན་དེ་ནི་ཁྱེད་རང་གིས་ཨོ་སི་ཀྲེ་ལི་ཡའི་ཁྲིམས་དང་སྒྲིག་གཞི་དེ་ལ་ཡ་ཨ་ནས་འཛིན་བཟུང་བྱེད་དགོས་ཀྱི་ཡོད་རེད་ཟེར་དེ་རེད་རུང་ཨ། ད་དེ་འདྲས་ཡོང་ཆོག་གི་འདུག་བ་ཁ་ཤས་ཨ་ནི་ང་གི་ཆོས་ཨ་ནི་འདི་གལ་ཆེན་རེད་ངའི་ཆོས་བརྒྱུད་འདི་གི་ནང་ལ་ཨ་ནི་དེ་བཤད་དགོས་ཀྱི་རེད་ཟེར་ན་དེ་ང་དང་པོ་དེ་ཡིན་དེ་ཨོ་སི་ཀྲེ་ལི་ཡའི་ཁྲིམས་དེ་གཉིས་པ་རེད་ཟེར་འབྱོར་བ། དེ་འདྲས་ཀྱི་ཡང་ཨོ་སི་ཀྲེ་ལི་ཡ་གི་ཁྲིམས་དང་འགལ་ཏེ་ངས་དེ་འདྲས་ཡོང་བསྡད་ཀྱི་འདུག་བ། དེ་འདྲས་སོང་ཙང་ད་ཨོ་སི་ཀྲེ་ལི་ཡའི་ནང་ལ་ཨོ་སི་ཀྲེ་ལི་ཡ་གི་ཁྲིམས་དེ་དེ་རེད་དང་དེ་འདྲས་སོང་ཙང་ཁྱེད་རང་གི་རིག་གཞུང་ག་རེ་ཡིན་ནས་རེད་ཁྱེད་རང་གི་རྒྱབ་ལྗོངས་གནས་ཚུལ་ག་རེ་ཡིན་པ་ཡིན་ནས་རེད་ཨོ་སི་ཀྲེ་ལི་ཡ་གི་ཁྲིམས་འདི་དག་ཚང་མ་ལ་རེད་དང་ཁྱེད་རང་གི་གལ་སྲིད་ཁྲིམས་འགལ་བྱས་ཡོད་པ་ཡིན་ན་ཁྱེད་རང་ང་དེ་འདྲས་ཡིན་ང་ལ་དམིགས་བསལ་ཡོད་ཚེ་དེ་འདྲས་རེད་བ། ད་ཁ་ཤས་ཁྲིམས་འགལ་ཆེན་པོ་དེ་འདྲས་བྱས་ཆོག་གི་རུ་བ་རུ་བ་ང་ཚོས་གི་ཡང་ན་ཆོས་རྒྱུད་ནང་ལ་ཡང་དེ་བྱས་དགོས་གི་རེད་ཟེར་དེ་འདྲས་དེ་ནི་ཁ་ཤས་ཀྱི་ཆོས་རྒྱུད་ཀྱི་ནང་གི་ཡང་ཁྲིམས་དེ་ཚོ་དེང་དུས་ཀྱི་ཅིག་དམངས་སྲོལ་གྱི་ལམ་ལུགས་དང་ཡང་ཏག་ཏག་མ་མཐུན་ངེས་དེ་འདྲས་ཡོང་ཆོག་གི་རུ་བ་དེ་འདྲས་སོང་ཙང་ད་ནས་གོང་དུ་བཤད་ཟིན་པ་དེ་གི་ནང་ལ། Our values ཟེར་དེ་དེ་དེའི་ནང་ལ་ད་ལྟ་ག་རེ་ཚར་བ་རེད་ཟེར་ན། Commitment to the rule of law ཟེར་དེ་རེད། Commitment ཟེར་དུས་ཙམ་པ་ན་སོ་སོས་ཀྱི་ཁས་ལེན་དམ་བཅའ་སོགས་འདྲ་བ་ཞིག་ངས་བྱེད་ཀྱི་ཡིན་ཟེར་བརྗོད་པ། དེ་ཨ་ནི Rule of law ཟེར་དུས་ཙམ་པ་ན་ད་ཁྲིམས་ཀྱིས་མ་ཨ་ནི་གཏན་འབེབས་བྱས་བཞག་པའི་སྒྲིག་ཁྲིམས་དེ་ལ་ཨ་ངས་ཀྱི་ཨ་ནི་ཁས་ལེན་དམ་བཅའ་ཡོད་ཟེར་དེ་ཨ་དེ་རེད།

Parliamentary Democracy ཟེར་དུ་ཚིམས་པ་ལ་ད་དམངས་གཙོ་ཟེར་ཐལ་དེ་རེད་རེད་བ། Parliamentary Democracy ཟེར་དུ་ཚིམས་པ་ལ་ད་གྲོས་ཚོགས་ཡོད་པའི་གི་དམངས་གཙོ་ཟེར་གྱི་རེད་བ་དེ་འདྲ་ཁོ་ན་འགྲིག་ས་རེད་བ། ད་དེའི་གི་ག་རེ་བྱེད་དགོས་བ་རེད་ཟེར་ན་སོ་སོའི་སྐུ་ཚབ་ཡར་བཏང་བྱས་ནས་ཨེ་དེ་འདྲས་གི་དེ་ནི་དམངས་གཙོའི་གི་ད་དེ་ཡིན་ཟེར་གི་ཡོད་རེད་བ། གཞུང་དེ།

ཨོ་ང་ཚོའི་གི་དེ་ནི་སྒྲིག་ཁྲིམས་དེ་ཚོ་ཟེར་གི་ཡོད་རེད། ང་ཚོའི་གི་སྒྲིག་ཁྲིམས་དེ་ཚོ་ཟེར་ན་དེ་ཨེས་རྒྱ་དོ་བ Our Laws ཨར་ཟེར་ན་རེད་ཟེར་གི་ཡོད་རེད་བ། Determined ཟེར་དུ་ཟིན་པ་ན་ད་ཐག་གཅོད་བྱས་པ་གཏན་འཁེལ་བྱས་པ་ཟེར་ན་འགྲིག་ས་རེད། དེ་ཡི་ནི་ཐག་གཅོད་བྱས་ཏེ་ངན་དེ་དེ་ནི་གྲོས་ཚོགས་བྱེད་གི་ཡོད་རེད Parliament ཟེར་གི་ཡོད་རེད་བ Parliament ཟེར་ནས་ད་གྲོས་ཚོགས་འོག་མ་དང་གོང་མ་ཟེར་གི་ཡོད་གི་རེད་བ་ལ Parliament། དེ་ཚོ་ཡང Elected by the People ཟེར་དུ་བརྩམས་པ་ལ་དེ་ཚོ་གི་གྲོས་ཚོགས་དེ་ག་རེད་ཟེར་ན་མི་མང་གི་ཡང་ཐད་ཀར་བསྐོས་བཞག་པ Elected ཟེར་དུ་བརྩམས་པ་ལ་ད་ཡང་བསྐོས་པ་འོས་འཕེན་ནི་རུ་བ By the People མི་མང་གི་ཡང་བསྐོས་བཞག་པ་དེ་འདྲ་རེད་ཟེར་གི་ཡོད་རེད་རུ་བ་ད་ང་རང་ཚོ་ད་ད་དེ་ཟེར་དེ་བྱང་དེ་ཞུས་དུ་བརྩམས་པ་ཁྱོད་གང་ཡོད་མ་རེད་དེ་ལུང་པ་ག་ཤེད་ལ་ཡང་དེ་འདྲ་ཡོད་མ་རུ་བ་དེ་འདྲས་ཀི་མི་མང་གི་འོས་ཤོག་འཕེན་དེ་འདྲ་བྱས་ཀི་ཡ་ཡ་ཐུགས་རྗེ་ཆེ་དོ་ཅང་ལགས།

ག་འདྲས་རེད་ཟེར་ན in how the country is governed ང་ཚོའི་ལུང་པ་འདི་ལ་ཡ་ཨ་ནི་གཞུང་གི་འཛིན་སྐྱོང་བྱེད་སྟངས་སྦྱོར་བ་ག་འདྲས་བྱེད་དགོས་ཀྱི་ཡོད་མེད་དེ་ལ། དེས་ཀྱི་འགྲོ་སྟངས་དེ་ཀྱི་ནང་ན་ཨ་ནི་ཨོ་སི་ཀྲེ་ལན་གྱི་མི་སེར་དེ་ཚོའི་ཡང་མཉམ་ཤུགས་ཡོད་རེད་ཟེར་བསྡད་དེ་རེད། མཉམ་ཤུགས་ཡོད་སྟངས་དེ

Vote ཟེར་དུས་ཚང་མ་འོས་ཤོག་འཕེན་གྱི་ཡོད་རེད་རེད་བ། འོས་ཤོག་འཕེན་ནས For People ཟེར་དུས་ཚང་མ་ད་མི་སུ་སུ་དང་སུ་ཡིན་པ་ཡིན་ན་སོ་སོས་གདམ་ག་བྱས་ནས་འོས་འཕེན To Represent Them In Parliament ཨ་སོ་སོའི Australia དབུས་ཀྱི་གྲོས་ཚོགས་ནང་ལ་ཨ་ནི་ངེད་ཀྱི་སྐུ་ཚབ་དེ་ད་ཁྱེད་རང་ཡིན་ད་ཟེར་དེ་ནས་འོས་ཤོག་འཕེན་བྱས་ནས་དེ་ནས་མ་ང་སུ་ཐོབ་ཡོད་པ་ཡིན་པ་ཡིན་ནས་དེ་ཡང་གྲོས་ཚོགས་ལ་སླེད་དེ་ནས་དམངས་གཙོ་ཟེར་དེ་དེ་འདྲས་ཆགས་ཡོད་ད་དེ་འདྲས་རེད་ཟེར་དེ་དེ་རེད་ཤག།

ལྟ་བུའི་རེད་མངའ་སྡེ་རེད་ས་གནས་རེད་དེ་ཚོ་འོས་ཤོག་དེ་ཚོ་ནང་ལ་འོས་ཤོག་ཕན་ཁར་འགྲོ་དགོས་ཀྱི་ཡོད་རེད་དུ་ཟེར་རེད་ཤག་དེ་འདྲའི་བྱས་ནས་དེ་ནི Australian གི་ལྟ Value གཉིས་ཞུས་ཟིན་པ་གཅིག་དེ་ཁྲིམས་དང་སྒྲིག་གཞི་ལ་སོ་སོས་ཀྱི་ལྟ་སྲུང་ཚད་གཞི་གི་ཁས་ལེན་རེད་བ་དེ་འདྲ་བྱེད་ཀྱི་ཡོད་རེད་དེ་ནི་ང་ཚོའི Australia གི་ལྟ Value གཅིག་ག་རེད་ཟེར་ན་ང་ཚོའི་གཞུང་དེ་འགྲོ་སྟངས་དེ་གྲོས་ཚོགས

ཐུབ་དགོས་ཀྱི་ཡོད་རེད། ཐུབ་དགོས་ཀྱི་ཡོད་རེད། ཐུབ་པ་དགོས་ཀྱི་ཡོད་རེད་ཟེར་བ། To express their ideas freely སོ་སོའི་གི་བསམ་ཚུལ་ཡིན་པ་ཡིན་ན་དེ་ཚོ་མ་འཇོན་ཡོད་ལ་རེད་བ། ཨ་ནི་རང་དབང་དང་ལྡན་པའི་གི་ཐོག་ནས་ཨ་ནི་ཨ་ནི་བཤད་ཐུབ་པ་དེ་འདྲའི་དགོས་ཀྱི་ཡོད་རེད་ཟེར་བ། So long as it is within the law དེ་ནི་ཁྲིམས་གི་ཁྲིམས་དང་མ་འགལ་བར་བྱས་ནས་བསྡད་ཀྱི་ཡོད་པ་ཡིན་ན། ཁྲིམས་གི་ནང་ཚུན་གི་གནས་སྟངས་བཅས་ཀྱི་ཐོག་ལ་རེད་བ། དེ་འདྲའི་ཆེད་ཀྱི་གནས་སྟངས་ཅིག་གི་ནང་ལ། ཨ་ནི་དེ་དང་མ་འགལ་བའི་གི་ཐོག་ནས་དེ་ནི་ཨོ་སི་ལེ་ཡོ་དེ་སྔའི་མི་མང་གི་སོ་སོའི་གི་བསམ་ཚུལ་དེ་ཚོ་ཨ་ནི་རང་དབང་དང་ལྡན་པའི་གི་ཐོག་ནས་ཕར་བཤད་ཐུབ་པ་དེ་འདྲས་དགོས་གི་ཡོད་རེད་ཟེར་ཐལ་དེ་རེད། དབང་ཐུགས་ཆེ་དེ་ནས་དེ་ལས་བསྡུ་བ in Australia ཟེར་ཐལ་དེ་ད་ཐང་ཅིང།

ཨོ་སི་ཀྲ་ལི་ཡའི་ནང་ལ་མི་མང་ཚོ་ལ་རང་དབང་ཡོད་རེད། ག་རེའི་ཆེད་དུ་རང་དབང་ཡོད་རེད་ཟེར་ན to meet in public ཟེར་ན་མི་མང་འཛོམས་ས་དེ་འདྲའི་ནང་ལ་ཡང་དེ་ནི་ཐུགས་ཁག་ཐུགས་ཁྲལ་བྱས་པ་ཡིན་པ་ཡིན་ན་ཡང། ཡང་ན་སོ་སོ་སོའི་སྒེར་གྱི་ད་ས་ཆ་ལ་སོགས་པ or private places ཟེར་དུས་ཙམ་པ་ལ་སོ་སོའི་སྒེར་གྱི་ས་ཆ་ལ་སོགས་པ་དེ་ཡང་ད་ཐུགས་ཁྲལ་བྱས་དེ་དེ for social ཟེར་དུས་ཙམ་པ་ལ་སྤྱི་ཚོགས་ཀྱི་གནས་སྟངས་དང་འབྲེལ་བ or ཟེར་ན་ཡང་ན Political ཟེར་དུས་རྩོམ་པ་ཆབ་སྲིད་དང་འབྲེལ་བའི་གི་སྐོར་ལ། Discussion ཟེར་དུས་རྩོམ་པ་སྐད་ཆ་ཞེས་བགྲོ་གླེང་བྱེད། འོ་དེ་འདྲའི་གི་ཐོག་ལ་རང་དབང་ཡོད་རེད་ཟེར་གི་ཡོད་རེད་ད། དེ་གི་སྨྲ་བརྗོད་རང་དབང་ཟེར་དེད། ད་ལུང་པ་གཞན་དག་ལ་དེ་འདྲའི་ཡོད་གི་མ་རེད་བ། ད་ཆོས་ཆབ་སྲིད་སྐོར་ལ་དེ་འདྲའི་བྱེད་ཆོག་གི་མ་རེད་ད་ཟེར་དམ་དྲག་དེ་འདྲ་ཡོད་རེད་བ། Australia དེ་འདྲའི་མ་རེད། དེ་རེད།

དེ་ཚོ་གཞན་མཉམ་དུ་ཨ་ནེ་སྐད་ཆ་བཤད་ལ་སོགས་པར་བ་ལྟ། བསམ་ཚུལ་གང་ཡང་རུང་བ་ཟེར་ཏེ་མི་འདུག་ད་ཡང་སོ་སོའི་གི་བསམ་བློ་དེ་འདྲ་ཡོང་གི་རུང་བ་ལྟ། དཔེར་ན་གཞུང་གི་དེ་འདྲ་དེ་འདྲ་བྱས་ཤག་དེ་ཏོག་ཏག་ཏོག་ཏག་བསྡད་གི་མི་འདུག་ཟས་སོ་འདྲ་དེ་འདྲ་རུང་བ་དེ་འདྲའི་སྐོར་ལ་མ་བཤད་ན་རང་དབང་ཡོད་རེད། བྲིས་པ་ཡིན་ན་འགྲིག་གི་ཡོད་རེད་ཟེར་ཐལ་དེ་རེད་ཡིན་ན་ཡང་ད་ཁྲིམས་ཀྱི་ནང་ཚུན་དུ་གནས་པའི་ཐོག་ནས་ཟེར་ཐལ་དེ་དེ་དྲན་དགོས་དེར་བ། དེ་ནས news papers ཟེར་དོ་དེ་ནས་ད་གསར་ཤོག་རེད news papers རེད་བ། television ཟེར་ན་དེ་ང་ཚོའི་གཟུགས་མཐོང་གློག་འཕྲིན་ཟེར་བ་རེད་ད་ཐག་རིང་པོ་ཐག་རིང་སར་ཡོད་པ་དེ་སོ་སོའི་གནས་སྟངས་ག་བ་ཡིན་པ་ཡིན་ན་དེ་ནས་པས་ཐག་རིང་ས་ན་ཡོད་བསྡད་པའི་གནས་ཚུལ་དེ་ཚོ་ང་ཚོ་མཐོང་གི་ཡོད་རེད་བ television བརྒྱུད་ནས and radio ཟེར་དུ་ཚིམ་པ་ལ་དེ་ནི་གང་རེད་དེ་ང་ཚོས་གི་གང་ཟེར་གི་འདུག་ད་འདི་ལ radio ཟེར་དེ་ལ། ད་གསར་འགྱུར་ཉན་ཡས་འདུག་བ། འོ་དེ་འདྲས་ཟེར་གྱི་ཡོད་རེད་རེད་བ། ཨ་ཁོང་ཚོ་ལ་ཡང་ཨ་ནི་རང་དབང་དེ་གཅིག་མཚུངས་ཡོད་རེད་ཟེར་གྱི་ཡོད་རེད། གསར་འགྱུར་དགོས་ངེས་ཡིན་པ་ཡིན་ན་ཡང་རེད། འོ་དེ་ནི་གཟུགས་མཐོང་གློག་འཕྲིན་རེད་བ། དེ་ནི་ང་ཚོ་དེ་འདྲ་རེད་ཡོད་ཟེར་ཐལ་དེ་རེད་དེ་ཚོ་ལ་ཡང་ཨ་རང་དབང་དེ་གཅིག་པ་གཅིག་རྐྱང་ཡོད་རེད་ཟེར་གྱི་ཡོད་རེད།

སུའི་ཁ་བརྡ་ལ་ཟེར་ན the actions of the government ད actions འདུ་འཛོམས་པ་ལ་དེ་ནི་ལག་ལེན་བསྟར་བཞག་པ་ལས་ཀ་བྱེད་པ། ད་ལས་ཀ་བྱེད་པ་མང་པོ་ཡོང་གི་རེད་དེ་ཡིན་ནས་ལས་ཀ་བྱེད་པ་དེ་སུའི་ལས་ཀ་བྱེད་པ་ཟེར་ན་གཞུང་གིས་བྱས་བཞག་པའི་ལས་ཀ་དེ་འདྲའི་ལ་རུ་བ། དཔེར་ན་གཞུང་གི་ལས་ཀ་ལས་སྟངས་དེ་འདྲ་ལས་ཡོད་པ་ཡིན་ན། དེ་ལས་ཀྱང་དེ་ནི་ཨོ་སི་ཀྲི་ལི་མི་ཡིན་པ་ཡིན་ན་དེ་ནི་དེ་ཚོ་ལ་ཆོག་མཆན་ཡོད་རེད། ཏེ་ངོ་དགའ་བྱེད་ཀྱི་ཆོག་མཆན་ཡོད་རེད། ཡིན་ན་ཡང་ད་ངོ་རྒོ་བྱེད་སྟངས་དེ་ཨ་ནི་ཞི་བདེ་དང་བདེན་པའི་གི་ཐོག་ནས་ངོ་རྒོ་བྱེད་པ་ཡིན་པ་ཡིན་ན་ཆོག་མཆན་ཡོད་རེད། རེད་བ། ཡིན་པའི་རྒྱུ་མཚན་ག་རེད་ཟེར་ན Because རེད་བ། རྒྱུ་མཚན་ག་རེ་རེད་ཟེར་ན Tolerance of peaceful public protest is an essential part of democracy།

དེ་མི་མང་གི་ཞི་བདེ་དང་བདེན་པའི་གི་ཐོག་ནས་ངོ་རྒོལ་བྱས་པ་ཡིན་པ་ཡིན་ན། ཨ་ནི་དོལ་ལ་བཟོད་སྲན་བྱས་ཏེ་དེ་ད་དེའི་སྙིང་པོ་ཆགས་བསྡད་ཀྱི་ཡོད་རེད། དེ་འདྲས་སོང་ཙང Australian མི་མང་དེ་ཚོ་གི་ཞི་བདེ་དང་བདེན་པའི་གི་ཐོག་ནས་གཞུང་གི་དེ་ནས་མ་ཐག་གཅོད་བྱས་བཞག་པ་དེ་འདྲས་ཡིན་པ་ཡིན་ན་དེ་ལ་སོ་སོ་གི་འདོད་བློ་མེད་འདུག་ན་དེ་ལ་ཡང་ནི་ཞི་བདེ་དང་བདེན་པའི་གི་ཐོག་ནས་ངོ་རྒོལ་བྱས་ཆོག་གི་ཡོད་རེད་ཟེར་དེ་དེ་རེད།

ཡང་ན Group of People ཟེར་དུ་ཚིམ་པ་ལ་ལྟ་མི། མི་ལྔ་དྲུག་ཡོད་པ་ཡིན་ནའི་རེད་སྤྱི་ཚོགས་ཡིན་པ་ཡིན་ནའི་རེད་དེ་ཚོ་གི་ཁ་བརྡས་ན་རུ་བ། དེ་ཡང་ཟེར་དུ་བ such as because of their culture དེ་མི་དེ་ཚོ་དཔེར་ན་ཁོ་ཚོ་གི་རིག་གཞུང་དེ་ཚོ་ད་དེ་འདྲ་དེ་འདྲ་རེད་ཟེར་ན་ད་རིག་གཞུང་རྒྱུ་མཚན་དུ་བྱས་ནས། ཡང་ན Ethnicity Citizen པ་ལ་བལྟ་དཔེར་ན་ཁོང་ཚོའི་གིས་ད་རྒྱབ་ལྗོངས་གནས་ཚུལ་ག་རེ་རེད་ཞེས་དཔེར་ན་དེ་ཚོ་རྒྱ་མི་རེད་རྒྱ་མིའི་སྡུག་ཅག་རེད་རྒྱ་མི་བསད་དགོ་རེད་གཏུབ་དགོ་རེད་ལ་སོགས་པ་དེ་འདྲའི་ང་རང་ཚོ་གིས་ད་ཇི་ལྟ་བྱེད་ཀྱི་མ་རེད་དེ་འདྲས་བྱས་པ་ཡིན་པ་ཡིན་ན་ཡང་ཟེར་དགོས་པ་རེད། དེ་ནས Religion Citizen པ་ལ་བལྟ་ཁོང་ཚོའི་ཆོས་བརྒྱུད་དེ་དཔེ་སྡུག་ཅག་རེད་དམ་ཁ་ཆེ་ཟེར་ཏེ་ང་རང་ཚོའི་ཆོས་བརྒྱུད་དེ་འདྲས་རེད་གཉིས་རེད་གསུམ་རེད་ད་ཇི་འདྲ་བྱེད་ངེས་ཡོད་རེད་བ། ད་འདི Acceptable མ་རེད་ཟེར་དགོས་རེད་ངོས་ལེན་བྱེད་མ་ཐུབ་ཨེ་དེ་འདྲ་རེད། ཡང་ན་གང་ཟག་དེ་ཚོ་གི་རྒྱབ་ལྗོངས་ཀྱི་གནས་སྟངས་རེད་བ།

Freedom of Expression ཟེར་དེ་ཚོགས་འདུའི་ཤར་ན་ད་སྨྲ་བརྗོད་རང་དབང་གང་ཟག་གཞན་གྱི་སྨྲ་བརྗོད་རང་དབང་དེ་ལ་ཡང Must be ཟེར་དུ་འཛིན་པ་དེ་ངེས་པར་དུ་བྱེད་དགོས་གི་རེད། Must ཟེར་ན་ངེས་པར་དུ Be ཟེར་ན་ད་དགོས་པ་སོགས་གྲོགས་ཀྱི Respect ཟེར་ན་གུས་བརྩི་ཞུས་དགོས་གི་ཡོད་རེད་གཞན་གྱི་སྨྲ་བརྗོད་རང་དབང་ལའང་གུས་བརྩི་ཞུས་དགོས་གི་རེད།